ཁྱི་ཕྲུག་གིས་གོ་དུང་རེ་བ། རྩོམ་པ་པོ། ཡོ་སེབ་ཆབ་འབེགས། བོད་སྒྱུར། འབུ་རྟ་བརྒྱབ། རི་མོ། བསྟན་འཛིན་བསྟན་དར། ཉིན་མོ་དེ་ནི་བཟང་པོ་བཅུ་འཛོམས་དང་གཟའ་ཉི་མ་ཡིན་པས། ཁྱི་ཕྲུག་དང་ཞིམ་ཕྲུག་འཆམ་འཆམ་ལ་འགྲོ་རྒྱུ་བྱེད། ཞིམ་ཕྲུག་གིས། ང་རང་ཉིད་ཀྱང་ཤིང་ནགས་སུ་འགྲོ་ཐུབ་ཀྱི་རེད། ཡོན་ཀྱང་ཉི་མ་ཚ་པོ་ཤར་བའི་སྐབས་ཉིན་དུ་མེད་པ་དེ་ཏོག་ཙམ་འགྲིག་མི་འདུག་གལ་སྲིད་ཉིན་དུ་ཞིག་ཡོད་ན་ང་སྙིང་རྗེ་པོ་མཐོང་གི་རེད། མི་ཚོས་ད་བར་ཞིམ་ཕྲུག་ཉིན་དུ་ཁེལ་མཁན་ཞིག་མཐོང་མྱོང་ཡོད་ཀྱི་མ་རེད། ཟེར། ཁྱི་ཕྲུག་གིས་ཞིམ་ཕྲུག་ལ་བལྟས་ཏེ། ཉིན་དུ་མེད་པར་གས་ཡོད་མ་རེད། ཉི་མས་ཏོག་ཙམ་ཚིག་ནའང། གང་ལྟར་ཁྱེད་རང་ནག་རིལ་རིལ་ཞིག་ནི་འདུག། ད་ཐོམ་ནི་མ་བསྡད་པར་མགྱོགས་པོ་འགྲོ་དང། ཞེས་ལབ། ཞིམ་ཕྲུག་གིས། ཁྱི་ཕྲུག་ལགས། བྲེལ་བ་མ་ལོངས་དང། དེ་རིང་གཟའ་ཉི་མ་རེད། ང་གཉིས་ཕྱི་ལོ་ལ་འགྲོ་དུས་ངེས་པར་དུ་མཛེས་བཟོ་ཏོག་ཙམ་བྱེད་དགོས། སུ་ཡིན་ན་ཡང་སོ་སོའི་རྣམ་པ་ལ་དོ་སྣང་བྱ་དགོས་རེད། ཁྱེད་རང་སོ་སོ་ལ་ཅིག་ལྟོས་དང། སོ་སོའི་བཟོ་ལྟ་གང་འདྲ་འདུག་ཨ་མཆོ་གཅིག་ཡར་བསྒྲེངས། གཅིག་མར་གུག་འདུག་ཨ་མཆོ་གཉིས་ཀ་གཅིག་པ་བཟོས་དང། ལབ། ཁྱི་ཕྲུག་གིས་ཨ་མཆོད་གཉིས་ཀ་ཀྲོང་ངེར་བླངས། དེ་ནས་ཁོ་གཉིས་ཕྱི་ལ་ཐོན། ལམ་དུ་ཁོ་གཉིས་ཀྱིས་ཤིང་ནགས་ནང་ག་རེ་བྱེད་དགོས་མིན་གྲོས་བསྡུར་བྱས། ཁོ་གཉིས་ཀྱིས་གབ་རེ་ཡིབ་རེ་སོགས་ཀྱི་རྩེད་མོ་མང་པོ་རྩེས། དེ་ནས་ཁྲེ་ཉེ་བརྒྱབ་སྟེ་སྔོ་ཞིང་དྭངས་བའི་ནམ་མཁའ་ལ་གཏན་ནས་བདེ། ཡང་ཁོ་གཉིས་འགྲོ་བའི་སྐབས་སུ་རི་བོང་ཞིག་གིས་རྩྭ་ལྡུམ་གྱིས་བསྐྱིལ་ནས་ལྐོག་ལྟ་བྱས་ཏེ། ཧཧཧ། ཁྱི་ཕྲུག་དེ་ལ་ལྟོས་དང། ཨམ་ཅོག་ཅིག་ཡར་ལངས་པ་དང་གཅིག་མར་ཉལ་འདུག། ཅེས་ཕྱག་ལས་བརྒྱབ། རི་བོང་གིས་བཤད་པ་ལྟར། ཁྱི་ཕྲུག་གིས་ཨ་མཆོ་གཅིག་ཡར་ལངས་པ་དང་གཅིག་མར་ཉེ་ཡོད། ཞིམ་ཕྲུག་གིས། ལྟོས་དང། ཁོས་ཁྱེད་རང་ལ་ཕྱག་ལས་རྒྱག་གི་འདུག་ལབ། ཁྱི་ཕྲུག་གིས་རྩྭ་ལྡུམ་གྱི་དཀྱིལ་དུ་རི་བོང་རྗེས་འདེད་བཏང། ཡོན་ཀྱང་རི་བོང་མགྱོགས་པོ་ཡོད་ཙང་མཐོང་རྒྱུ་མེད་པར་གྱུར། ཁྱི་ཕྲུག་གིས། རྩྭ་ལྡུམ་དེ་ཚོའི་དཀྱིལ་ལ་ཚེར་མ་ཧ་ཅང་མང་པོ་འདུག་ཡོན་ཀྱང། ངས་ཁོ་ཏན་ཏན་འཛིན་ཐུབ་པ་བྱེད་ཀྱི་ཡིན། ཟེར། ཞིམ་ཕྲུག་གིས། ཚེར་མ་དེ་འདྲའི་དཀྱིལ་ལ་ཁྱེད་རང་གི་དུག་ལོ་དེས་ཡོང་ས་མ་རེད། ལབ་ནས་ཁོ་གཉིས་ཤིང་ནགས་ནང་ལ་ཕྱིན། ཁོ་གཉིས་ཤིང་ནགས་ཀྱི་ལ་ཕར་ཙམ་སླེབས་སྐབས། བསྟན་འཛིན་དང། གཡང་སྒྲོལ། ཀུན་དགའ། དཀོན་མཆོག། བདེ་ཆེན་བཅས་སྤྲོ་འཆམ་དུ་འགྲོ་བ་དང་ཐུག། ཕྲུ་གུ་དེ་ཚོས་ཁྱི་ཕྲུག་དང་ཞིམ་ཕྲུག་གཉིས་འཆམ་འཆམ་ལ་འགྲོ་བ་མཐོང། གཡང་སྒྲོལ་གྱིས། ཁྱི་ཕྲུག་ལ་བལྟས་ནས། འོ་ཙི། ཚང་མས་ལྟོས་དང། ཁྱི་ཕྲུག་གི་གོ་བརྡུང་རེད་འདུག། ལབ་ནས་རྒན་མོ་རང་དབང་མེད་པར་ཤོར་བ་རེད། ཁྱི་ཕྲུག་གིས། ཞིམ་ཕྲུག། ཁོ་ཚོས་ངའི་གོ་བརྡུང་རེད་འདུག་ཟེར་བ་དེ་དངོས་གནས་རེད་དམ། ཁྱེད་རང་གིས་གཅིག་ལྟོས་དང། ལབ། ཞིམ་ཕྲུག་གིས་ཁྱི་ཕྲུག་ལ་ཡག་པོར་བལྟས་ཏེ། ཁྱི་ཕྲུག། ཁོ་ཚོས་བཤད་པ་བདེན་པ་རེད་འདུག། གོ་བརྡུང་གི་རྐུབ་རེད་འདུག། ཟེར། ཁྱི་ཕྲུག་གིས་ངས་ཚེར་མའི་སྐྱིད་ལ་རི་བོང་བརྗེས་ཏེ་གཏོང་སྐབས་རེ་བ་ཡིན་གྱི་རེད། ད་དེ་མ་འཚེམ་ན་བཟང་པོ་ཅུང་འཛོམས་ལ་རྟེན་འབྲེལ་ཆོག་གི་རེད། ཁྱེད་རང་ལ་སྐུད་པ་ཡོད་དམ། ཟེར། ཞིམ་ཕྲུག་གིས། ང་ལ་སྐུད་པ་མེད། ཡོན་ཀྱང་ལམ་ཀ་ནས་སྐུད་པ་ཐུང་ཐུང་ཞིག་རྙེད་སྲིད་པ་རེད། ལབ། ཁྱི་ཕྲུག་གིས། ལྟོས་དང། ཕ་སྐད་ཅིག་འདུག། ཟེར། ཁོ་གཉིས་ཀྱིས་སྐུད་པ་འདྲ་པོ་ཞིག་མཐོང། དེ་ནི་འབུ་མར་ཞིག་རེད། ཞིམ་ཕྲུག་གིས། ནར་ནར་འདི་ཕལ་ཆེར་ཞྭ་སྨྱུག་ཅིག་ཡིན་པ་འདྲ། ཟེར། མོས་འབུ་མར་དེ་ཨ་ལོག་ཅིག་བརྒྱབ་པས་དེ་སྒོར་སྒོར་ཆགས་པ་རེད། ཁྱི་ཕྲུག་གིས། འོ་ཙི། དེ་ཞྭ་སྨྱུག་རེད་མི་འདུག། སྐུད་པ་ཐུང་ཐུང་ཞིག་ཡིན་པ་ཤེས་ཀྱི་མི་འདུག་གམ། མགྱོགས་པོ་ཡར་བསྒྲུགས་ནས་ངའི་གུ་དུང་འཚེམ་དང། ཞེས་སྐད་ཅོར་བརྒྱབ། ཞིམ་ཕྲུག་གིས། འབུ་དམར་དེ་ཡར་བསྒྲུགས་ནས་ཁྱི་ཕྲུག་གི་གུ་དུང་འཚེམ། ཁྱི་ཕྲུག་དགའ་ཐག་ཆོད་ནས། ད་ང་ལ་ཕྱག་ལས་རྒྱག་གི་མ་རེད། ཟེར། ལམ་དུ་ཁོ་གཉིས་ཕན་ཚུན་ཨ་ཁུ་སྟོན་པ་དང་ཉི་ཆོས་བཟང་པོ་སོགས་ཀྱིས་སྒྲུང་མང་པོ་ཤོད་རེ་བྱས། ཁོ་གཉིས་ལམ་དུ་འགྲོ་སྐབས་བུ་དམར་དེ་དྲན་མེད་དུ་འགྱེལ་བ་ལས་སང་ཁོས། ང་སྐུད་ག་ལ་ཡིན། ང་རང་བུ་དམར་ཞིག་ཡིན་བསམས་ཏེ་ཁུ་སིམ་སིམ་ངང་གོས་དུང་གི་ཨི་ཁུང་ནས་ཕྱི་ལ་ཐོན་ཐབས་བྱས། ཞིམ་ཕྲུག་གིས་ཚེམ་བུ་དམ་པོ་བརྒྱབ་ཡོད་པས་ཕྱིར་དོན་རྒྱུ་ལས་སླ་པོ་ག་ལ་ཡོད། འོན་ཀྱང་འབུ་དམར་དེས་ནུས་ཤུགས་གང་ཡོད་བཏོན་པའི་མཐར་གཟུགས་པོ་ཕྱེད་ཀ་ཙམ་ཕྱིར་ཐོན་ཐུབ་པ་བྱུང། འབུ་དམར་དེས་ང་རྦད་དེ་ཕྱིར་ཐོན་ན་ཁོས་ང་འབུ་དམར་ཞིག་ཡིན་པ་ཤེས་ཀྱི་རེད་བསམས། དེ་ནས་བྱ་སྡེ་ཞིག་འགྲོ་བ་དང་ཐུག། བྱ་སྡེ་དེས། ཁྱི་ཕྲུག་གི་གུ་གདུང་བསྲེགས་ནས་འབུ་མར་ཞིག་ཕྱིར་ཐོན་ཡོང་བ་མཐོང། ཁོས། ཁྱི་ཕྲུག་ལ། ཏོག་ཙམ་སྒུག་དང། ལབ་ནས་འབུ་མར་དེ་བཟུང་ནས་ཁྱུར་མིད་བཏང། བྱ་སྡེ་དེས། ཁྱི་ཕྲུག་ལ། ཁྱེད་རང་གི་གོ་དུང་སྒང་ལ་འབུ་དམར་ཞིག་འདུག། འབུ་དམར་དེས་གོ་དུང་བཟས་ཏེ་ཨི་ཁུང་བརྟོལ་འདུག། འབུ་དམར་དེ་ཚོས་གོ་དུང་བཟའ་ཡི་རེད་བསམ་མ་བྱུང། དེང་སང་འཛམ་གླིང་ནང་གནོད་འཚེ་བྱེད་མཁན་ག་ཚོད་ཡོད་པ་རྩིས་ཚར་ཡས་མི་འདུག་གང་ལྟར། ད་རེས་འབུ་དམར་ཁོ་རང་གི་ནོར་འཁྲུལ་ལ་ཉེས་ཆད་གཏོང་ཆེད་ངས་རྩ་མེད་བཏང་བ་ཡིན། ཟེར། ཞིམ་ཕྲུག་གིས་བལྟས་པས་ཁྱི་ཕྲུག་གི་གོས་བརྡུང་ཡང་བསྐྱར་རེ་ཡོད་པ་མཐོང། མོས་བྱ་དེ་ལ། དེ་གོས་བརྡུང་བཙེམ་བྱེད་ཀྱི་སྐུད་པ་རེད། ཁྱེད་ཀྱིས་སྐུད་པ་དེ་བཟས་འདུག་ད་ཁྱི་ཕྲུག་གིས་གོས་བརྡུང་གང་འདྲ་བྱེད་ནས་བཙེམ་རྒྱུ་རེད། ཟེར། བྱ་སྡེ་དེས། འོ་ཙི། དེ་འདྲ་མ་རེད། ངས་མནའ་བསྐྱལ་ཆོག། དེ་སྐུད་པ་མ་རེད། འབུ་མར་ཞིག་རེད། ཁྱེད་ཀྱིས་འབུ་མར་དེ་འགུལ་འགུལ་རྒྱག་གི་ཡོད་པ། མཐོང་མ་བྱུང་ངམ། ངས་འབུ་མར་དེ་ཚོ། ངོ་ཐག་ཡག་པོ་ཆོད་ཀྱི་ཡོད། གལ་སྲིད་གོ་དུང་འཚེམ་འདོད་ཡོད་ན་ཕར་ཙམ་དེ་ལ་འཚེམ་པོ་བ་ཞིག་ཐུག་གི་རེད། ཕལ་ཆེར་མོས་དེ་འཚེམ་རོགས་བྱེད་ཀྱི་རེད། དེ་རིང་བཟང་པོ་གཅུན་འཛོམས་ཡིན་པས་གོ་དུང་རེག་པ་དེ་འདྲ་གྱོན་ན་ཡག་པོ་ཡོད་མ་རེད། ལབ། ཁྱི་ཕྲུག་དང་ཞིམ་ཕྲུག་གཉིས་འཚེམ་པོ་བའི་སར་ཕྱིན་ནས་གོ་དུང་འཚེམ་རྒྱུར་རེ་བ་ཞུས། ཚེམ་བུ་བས། དེ་རིང་གུང་གསེང་ཡིན་པས་ལས་ཀ་བྱེད་ཀྱི་མེད། འོན་ཀྱང། ཁྱེད་གཉིས་ཀྱིས་ངའི་མཛོད་ཁང་ནང་གི་ཙི་ཙི་ཚང་མ་འཛིན་རོགས་བྱས་ན་ངས་བཙེམས་ཆོག། ཡིན་ནའང་མཛོད་ཁང་ནང་གི་ཕྱུ་ར་དང་ཤ་སོགས་ཟ་ན་འགྲིག་གི་མ་རེད། ཟེར། ཁྱི་ཕྲུག་དང་ཞིམ་ཕྲུག་གཉིས་ཀྱིས་ཙི་ཙི་འཛིན་རྒྱུ་དང་མཛོད་ཁང་ནང་ནས་བག་ལེབ་སོགས་མི་ཟ་བའི་ཁས་ལེན་བྱས། ཚེམ་བུ་བས། ཁོ་གཉིས་མཛོད་ཁང་ནང་དུ་ཁྲིད། ཙི་ཙི་དེ་ཚོས་ཁྱི་ཕྲུག་དང་ཞིམ་ཕྲུག་མཐོང་བས་ཁུ་སིམ་མེར་ཡིབ་ནས་བསྡད། ཞིམ་ཕྲུག་གིས། སྐད་ཆུང་ངུས། ཁོ་ཚོ་ཕྱི་ལ་དོན་པའི་ཐབས་ཤེས་ང་ལ་ཡོད། ཁྱི་ཕྲུག་རང་གིས་མཛོད་ཁང་ནང་སྐོར་བ་རྒྱོབ་དང་གཞན་ད་ཚང་མ་ངས་བྱས་ཆོག། ཟེར། ཁྱི་ཕྲུག་གིས་མཛོད་ཁང་དཀྱིལ་ལ་ལངས་ཏེ། འཁོར་ལོ་ནང་བཞིན་བསྐོར་བ་བརྒྱབ། ཞིམ་ཕྲུག་གིས་སྐད་ཤུགས་ཆེན་པོས། ཧ་ཧ་ཧ། ཆོབ་ཚར་བ་ལ། འདིར་ཁྱི་ཕྲུག་ཅིག་གིས་གུ་གདུང་རྩབ་རེ་ཞིག་གྱོན་ནས་བསྐོར་བ་རྒྱག་གི་འདུག། ཅེས་སྐད་བརྒྱབ་པས། ཙི་ཙི་དེ་ཚོ་ཁྱི་ཕྲུག་ལ་ལྟ་དུས་ལངས་པ་དང། ཕྱག་ལས་ཡག་ཐག་ཆོད་ཅིག་རྒྱག་རྒྱུ་བྱུང་ན་བསམ། ཁོང་ཚོ་ཙི་གུང་གི་ཕྱི་ལ་དོན་ནས་ཁྱི་ཕྲུག་ལ་ཕྱག་ལས་བརྒྱབ། ཞིམ་ཕྲུག་གིས་གོ་སྐབས་དེ་དང་བསྟུན་ནས་ཙི་ཙི་རེ་རེ་བཞིན་བཟུང་སྟེ་གཅིག་ཀྱང་མ་བརླག་པར་བཟས། ཚེམ་བུ་བ་དེས། ཁྱེད་གཉིས་ཀྱིས་ལས་ཀ་ཡག་པོ་ཞེ་དྲག་བྱས་སོང། ཞེས་ཁོ་གཉིས་ལ་བསྔགས་བརྗོད་བྱས་ཏེ། ཁྱི་ཕྲུག་གིས་གོ་བརྡུང་བཙན་པ་དང། ཁྱེད་གཉིས་ཀྱིས་མཛོད་ཁང་ནང་གི་བཅའ་སླ་གང་ཡང་མ་ཟད་ཙང། ངས་ཁྱེད་རང་གཉིས་ལ་བརྙན་པ་སྤྲད་ཆོག། ཟེར་ནས། ཁོ་གཉིས་ལ་འོ་མ་ཕོར་པ་གང་རེ་དང་བག་ལེབ་རེ་སྤྲད་པ་རེད། ཁྱི་ཕྲུག་དང་ཞིམ་ཕྲུག་གཉིས་དགའ་ཐག་ཆོད་ནས་ནང་ལ་ལོག་པ་རེད།